ལོ་རྒྱུས་གཞི་བཅུ་ཞེ་དྲུག་པ་ཡི་ལེའུ་གཉིས་པ། ད་ལྟ་ང་ཚོ་དམ་པའི་ཐུགས་ནས་ཕེབས་པའི་ལོ་རྒྱུས་དེ་ལྟ་གི་ཡིན། གཙོ་བོ་ཡེ་ཤུ་ནམ་མཁའི་རྒྱལ་སྲས་ལ་ཕེབས་ཚར་བའི་རྗེས་སུ་སྐུ་ཚབ་པ་རྣམས་སྤྱིར་རུ་ཤན་ཟེར་བའི་རུའུ་ནས་ཡེ་རུ་ཤ་ལམ་ལ་ཚུར་ལོག་པ་རེད། ཁོ་ཚོ་གྲོང་ཁྱེར་ལ་ལོག་ནས་སྔོན་མ་བསྡད་ས་ཁོམ་པ་ལ་བསྡད་པ་རེད། དེ་ལ་ཁོ་ཚོ་གཉིད་མ་བཏབ་པ་ཁོ་ཚོ་ཚོང་མ་དང་བུད་མེད་དང་བཅས་པའི་ཡེ་ཤུ་ཡི་ཨ་མ་དང་དཔེ་འཇའ་ཚོང་མ་རྫོང་ནས་གཉིད་མ་བཏབ་པ་སྨོན་ལམ་ཞུ་གི་ཡོད། ཡེ་ཤུ་ནམ་མཁའི་རྒྱལ་སྲས་ལ་ཕེབས་ནས་གཉིད་མ་བཅུག་སོང་བ་དང་ཉིན་མོ་དེ་ལ་པེན་ཏི་ཁོ་སི་ཟེར་གི་ཡོད། པེན་ཏི་ཁོ་སི་ནི་ཉིན་མ་ལྔ་བཅུ་ཡི་དུས་ཆེན་ཡང་ཟེར་གི་ཡོད། ཉིན་མོ་དེ་ལ་དད་པ་བྱེད་མཁན་ཚོང་མ་ས་ཆ་གཅིག་ལ་འཛོམས་པ་རེད། གློ་བུར་དུ་ནམ་མཁའི་ནི། སྒྲ་ཆེན་པོ་ཞིག་བྱུང་བ་དང། རླུང་འཚུབ་ཆེན་པོ་ལྟ་བུ་ཁོ་ཚོ་ཡི་བདེ་ས་ཅིག་ཁུམ་པ་ལ་ཆགས་པ་རེད། དེ་ནི་མི་སྐྱེས་ལྟ་བུ་དངོས་པ་ཁོ་ཚོ་ཡིས་མཐོང་བ་རེད། མི་སྐྱེས་དེ་ནི་མང་པོ་ཆགས་ནས་ཁོ་ཚོ་རེ་རེ་ཡི་སྟེང་དུ་མར་བབས་པ་རེད། དཀོན་མཆོག་གི་དམ་པའི་ཐུགས་ནི་ཁོ་ཚོ་ཚང་མ་ལ་མཆོད་པ་དང། དམ་པའི་ཐུགས་ནི་ཆེས་ངེས་ཐུགས་བརྣོག་པ་བཞིན། ཁོ་ཚོ་སྔོན་མ་ཤེས་ནུས་མེད་པའི་སྐྱེས་ལུས་འདྲ་མིན་སྣ་ཚོགས་ཤེས་འགོ་ཚུགས་པ་རེད། སྐབས་དེ་དུས་འཇིག་རྟེན་ཡི་ས་ཆ་འདྲ་མིན་སྣ་ཚོགས་ནང་དུ་གནས་ཡོད་པའི་ཡ་ཧུ་དཱ་པ་དཀོན་མཆོག་ལ་དད་པ་བྱེད་མཁན་རྣམས་ཡེ་རུ་ཤ་ལམ་ཡི་དུས་ཆེན་ལ་སླེབས་པ་རེད། སྒྲ་དེ་བྱུང་བ་དང་མི་ཚོགས་མང་པོ་ཞིག་འཛོམས་ཤིང། དེའི་ནང་གི་རང་རང་སྐད་ལུགས་ནང་དུ་སྐད་ཆ་བཤད་པ་དེ་གཉིས་ཐེ་ཚོམ་བཅད་པ་རེད། མི་མང་རྣམས་ཧམ་བསམ་ནས་སྐད་ཆ་དྲིས་པ། སྐད་ཆ་བཤད་མཁན་དེ་ཚོ་ཚང་མ་དགའ་ལས་ཡག་པ་མ་རེད་བས། ང་ཚོ་ལ་སྐད་ལུགས་མང་པོ་ཡོད། ཡིན་ན་ཡང་ཁོ་ཚོ་ཡིས་ག་རེ་བྱས་ནས་སྐད་ལུགས་ཚང་མ་ནང་དུ་སྐད་ཆ་བཤད་གི་ཡིན་ནམ། ང་ཚོ་ཚང་མ་ལུང་པ་འདྲ་མིན་སྣ་ཚོགས་མང་པོ་ནས་ཡོང་ཡོད་ལ། སྐད་ལུགས་ཡོངས་སུ་མང་པོ་ཤེས་ཀྱི་ཡོད། ཡིན་ན་ཡང། མི་དེ་ཚོ་ཚང་མ་ཡིས་དཀོན་མཆོག་གི་ཡང་སེམས་ཅན་གྱི་སྐོར་སྐད་ཆ་བཤད་དུས། ང་ཚོ་ཚང་མ་སོ་སོ་རང་ནས་ཀྱི་སྐད་ལུགས་ཐོག་ཏུ་གོ་གི་འདུག་ཞེས་བཤད་པ་རེད། ཁོ་ཚོ་ཚང་མ་ཧ་ལས་ཏེ་ཐེ་ཚོམ་བཅད་དེ་གཅིག་གིས་གཅིག་ལ་དེའི་གདན་ནས་ག་རེ་ཡིན་ནམ་ཞེས་སྐད་ཆ་དྲིས་པ་རེད། ཝེ་ཅང་སི་གཞན་རྣམས་ཀྱིས་ཁྲེལ་འགུལ་བྱས་ཏེ་ཁོ་ཚོ་ཆང་མང་པོ་འཐུང་འདུག་ཞེས་ཟེར་བ་རེད། དེ་ནས་པེ་ཏྲ་སྐུ་ཚོགས་གཅིག་གཅིག་པོ་དང་མཉམ་དུ་ལངས་ནས་སྐད་ཤུགས་ཆེན་པོས། ཡ་ཧུ་དཱ་པ་དང། ཡེ་རུ་ཤ་ལམ་ལ་གནོད་ཡོད་པའི་མི་ཐམས་ཅད། ཟུབ་ཟུབ་བྱས་ནས་ང་ལ་གནས། ངས་ཁྱོད་ཚོ་ལ་གསལ་བཤད་བྱེད་ཀྱི་ཡིན། ཁྱེད་ཚོ་ཡིས་མི་དེ་ཚོ་ར་བཟི་འདུག་ཞེས་བསམ་གི་རེད། ཡིན་ན་ཡང། ད་ལྟ་ནས་བཞུགས་སྐད་ཆུ་ཚོད་དགུ་བ་ཡན་ཙམ་ཁོ་ཚོ་ར་བཟི་ཡོད་མ་རེད། དེ་ལ་ག་རེ་བྱུང་ཡོད་པ་དེ་ནི་ལུས་བསྟན་པ། ཡོད་ཡལ་གྱི་ལུང་བསྟན་པ་དེ་བྱུང་བ་རེད། ཁོང་གིས་ལུང་བསྟན་པ་དཀོན་མཆོག་གིས་གསུང་གིན་འདུག། དུས་ཀྱི་མཐའ་མ་ལ། ངས་མི་རིགས་ཐམས་ཅད་ལ་ང་ཡི་དམ་པའི་ཐུགས་ནུས་དེ་འཆོལ་དུ་བཅུག་གི་ཡིན། ཁྱེད་ཀྱི་བུ་དང་བུ་མོ་ཚོ་ཡིས་ལུང་བསྟན་གནང་གི་རེད། ཁྱེད་ཀྱིས་མིའི་གཞོན་པ་རྣམས་ཀྱིས་མཐོང་སྣང་མཐོང་གི་རེད། ཁྱེད་ཀྱིས་མིའི་རྒན་གོག་རྣམས་ཀྱིས་རྨི་ལམ་བཏང་གི་རེད། དེ་ཡི་དུས་སུ་ང་ཡི་ཐུགས་ནི་དེས་ངའི་གཡོག་པོ་རྣམས་ལ་གནང་གི་ཡིན། ངའི་བུ་དང་བུ་མོ་གཉིས་ཀ་ལ་གནང་གི་ཡིན། ངས་དེ་བྱས་པའི་སྐབས་སུ་ཁོ་ཚོ་ཡིས་ཀྱང་ལུས་རྟེན་གནང་གི་རེད། ང་ཡིས་ནམ་མཁའ་ལ་ངོ་ཚ་ཡི་བྱ་བ་དང་ས་སྟེང་རུ་སྒྲུབ་རྟགས་རྣམས་བསྟན་པར་འགྱུར། ཁྲག་དང་མེ་དང་དུག་རླུང་གིས་འཆོར་བར་འགྱུར། ཉི་མ་ནག་ཁུང་ཆགས་པ་དང་ཟླ་བ་ཁྲ་ལ་འཇོག་གི་རེད། བྱ་བ་དེ་ཚོ་ནི་གཟི་བརྗིད་ཆེ་བའི་གཙོ་བོ་ཡི་ཉི་མ་མ་ཡོང་སྔོན་དུ་ཡོང་གི་རེད། མི་སུ་ཞིག་གིས་གཙོ་བོ་ཡི་མཚན་སྤེལ་ན་དེ་དག་ལ་ཐར་པ་ཐོབ་གི་རེད་ཟེར་བ་ལོ་བསྟན་པ་ཡིས་གསུངས་ཡོད་པ་དེ་པི་ཀྲ་ཡིས་མུ་མཐུད་ནས་མི་མང་ནང་ལ་བརྗོད་པ་རེད།